དེ་རིང་ང་ཚོས་ཆང་རག་སྐོར་ལ་ཁ་བརྡ་མདོར་བསྡུས་གཟིགས་ཡོད། ཁོས་མྱི་ང་བསྟན་འཛིན་ཟེར་གཟའ་འཇུག་ན་མེད་ན་ར་སྟག་ག་ཚོང་གི་ཆང་འཐུང་འཇུག་ག། སྐབས་རེར། ཆང་གི་བཟོས་ཚོང་ནོར་ཡང་ཡོད། ཆང་འཐུང་ན་དེའི་གཟུགས་པོ་ནོར་གོ་ནོར་ཤེས་ཁུལ་གྱི་སེམས་ཁུར་ཡོད་གོ་གི་ར་དོན་དངོས་ཐོག་ཆང་རག་གིས་གཟུགས་པོར་གནོད་ཅི་ཐུབ་བྱེད་བ་ཡིན་ནམ། ང་ཚོས་འཐུང་བཞིན་པའི་ཆང་རག་ཚང་མའི་ནང་དུ Ethanol ཟེར་བའི་གཟུགས་གཟུགས་ཡོད། ཆང་རག་སོ་སོའི་ནང་གི Ethanol རྫས་དེའི་འདུས་ཚད་མི་འདྲ་བ་རྒྱུ་མཚན་ལ་བརྟེན་ནས་ཆང་རག་ཁ་ཤས་གཞན་དང་བསྡུར་ན་བཙན་པ་ཡོད། ཆང་དུག་གི་གནོད་པ་ཐེབས་ཚད་དེ Ethanol ཞེས་པའི་རྫས་དེ་མཆིན་པའི་དུག་སེལ་བྱེད་ལོང་མེད་པར་ང་ཚོའི་ཁྲག་ལམ་དུ་ཞུགས་པ་ལ་བརྟེན་ནས་ཡོང་གི་ཡོད། ཁྲག་ལམ་དུ Ethanol མང་པོ་བསྡད་པ་ལ་བརྟེན་ནས་ཀླད་པ་དང་ལུས་ཀྱི་ཆ་ཤས་གཞན་བར་གྱི་བརྡ་རྟགས་ལ་འགྱུར་བ་གཏོང་གི་ཡོད་པ་དང་འགྱུར་བ་དེས་ར་བཟི་བའི་སྐབས་སུ་ང་ཚོ་ངར་ཆེ་བའམ་ཡང་ན་ལྷོད་ལ་བབས་པའི་སྣང་བ་དེ་སྐྱེས་པ་རེད། ཡིན་ན་ཡང་འདི་ལ་ཉེན་ཁ་ཧ་ཅང་ཆེན་པོ་ཞིག་ཡོད། ཆང་རག་ཉུང་ངུ་ཞིག་འཐུང་བ་ལ་བརྟེན་ནས་བསྟན་འཛིན་གྱི་ལུས་པོ་ཉོམ་ཚད་བོར་བ་དང། ཐག་གཅོད་ལེན་པའི་ནུས་བ་ཉམས་པར་བྱེད་ཀྱི་ཡོད། དེ་ཁོ་ནད་པ་བཟོ་ཡོད་ཀྱང་སྲིད་ཀྱི་རེད། གང་ཡིན་ཟེར་ན་ཆང་རག་འཐུང་བ་ལ་བརྟེན་ནས་ང་ཚོའི་ཕོ་བ་ལ་བརྡབ་གསིག་ཐེབས་པ་དང་དེ་ལ་བརྟེན་ནས་ང་ཚོའི་རྣ་བའི་ནང་རོ་ལ་ལྡོག་ཕྱོགས་ཀྱི་ཤུགས་རྐྱེན་ཐེབས་ཀྱི་ཡོད། ཆང་རག་འདུས་ཚད་མཐོ་བའི་རིགས་ལ་གནོད་ཚབས་ཆེ་བ་ཡོད། དམིགས་བསལ་གྱིས། ཆང་རྒྱུན་འཐུང་བྱེད་མཁན་ཚོ་ལ་གནོད་ཚབས་དེ་བས་ཆེ། ཅིའི་ཕྱིར་ཞེ་ན། ཆང་འཐུང་བའི་སྐབས་སུ་ང་ཚོས་འོད་གཏོང་ལེན་དང། མྱང་རྩ། ལུས་པོའི་དྲོ་གྲང་ལ་ཚོད་འཛིན་བྱེད་པའི་ཀླད་པའི་ཆ་ཤས་ཁག་གི་ལས་ཀ་བྱེད་ཀྱི་མེད། ཆང་རག་རྒྱུན་འཐུང་བྱས་པའི་རྐང་ལག་ཁ་ལུད་ཆང་རག་ལ་རྔ་རློམ་དུ་གྱུར་བ་དང་མཆིན་ནད་ཁྲག་ཤེད་མཐོ་བའི་ནད་སྦྲིད་སྐྲན་སོགས་བྱེད་པ་ཡིན། ཆང་རག་གིས་རང་བསྲེགས་མ་ལག་གཙོ་བོ་ལ་གནོད་ཆེ་བ་དང་དེའི་དྲན་པ་ས་འཐོར་དུ་འགྲོ་བ་དང་ཐ་ན་ཧྲོག་ཁོར་བའི་གནས་སུ་གྱུར་བ་ཡིན། མི་སྒེར་དང་སྤྱི་ཚོགས་ཀྱི་འཕྲོད་བསྟེན་ལ་ཐེབས་པའི་གནོད་ཚབ་ཉུང་འཕྲི་བྱེད་ཆེད་རྒྱལ་ཁབ་སོ་སོར་ཆང་རག་ལ་ཚོད་འཛིན་བྱེད་པའི་ཁྲིམས་ལུགས་ཡོད། ཁྲིམས་ལུགས་དེ་དག་ཏུ་བསྟན་འཛིན་གྱིས་རླངས་འཁོར་བསྐོར་ཐུབ་པར་ཆང་རག་ག་ཚོད་ཅིག་འཐུང་ཆོག་མིན་སོགས་ཀྱང་ཚུད་ཡོད། ཁྲིམས་ལུགས་དེ་དག་ནང་དུ་ཉིན་རེར་ཆང་རག་ཚད་ག་ཚོད་ཅིག་འཐུང་ན་བདེ་འཇགས་ཡིན་མིན་སོགས་ཀྱང་བཀོད་ཡོད་ངེས་རེད། ད་བསྟན་འཛིན་གྱིས་ཆང་རག་གི་ཁུར་གྱི་གཟུགས་པོ་དེ་ཐང་ལ་གནོད་བསྐྱལ་གྱི་ཡོད་པ་དང་དེའི་གཟུགས་པོ་ལ་ཤུགས་རྐྱེན་ངན་པ་ཞིག་ཐེབས་ཀྱི་ཡོད་པ་ཧ་གོ་ཡོད། གལ་སྲིད་ཁྱེད་རང་ཆང་འཐུང་མཁན་ཞིག་ཡིན་ན། རང་གཞན་གཉིས་ཀ་རྒན་འཁུར་བའི་ཐོག་ནས་ཆང་འཐུང་རོགས་གནང། འདི་བོད་ཀྱི་སྤྱི་ཚོགས་ཁྲོད་དུ་འདྲ་བ་ཡིན། རྣམ་པ་ཚོས་གསར་འཛུགས་གནང་བར་བཀའ་དྲིན་ཆེ།